བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་དགོས་པའི་རྒྱུ་མཚན། དང་པོ། བོད་དེ་རྒྱ་འཛིན་བཟུང་བྱས་པའི་སྐྱོན་གྱིས་བོད་ཀྱི་རིག་གནས་སྤྱི་ལ་གནོད་སྐྱོན་ཆེན་པོ་བྱུང་ཡོད། དེ་ཡང་རྒྱ་དམར་གཞུང་གི་དམིགས་ཡུལ་གཙོ་བོ་ནི། བོད་ཀྱི་སྐད་ཡིག་དེ་ཉམས་རྒུད་དང་རྩ་མེད་གཏོང་གི་ཡོད་དུས། དེ་རྒྱུན་འཛིན་གནས་ཐབས་ལ་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གཏོང་དགོས། གཉིས་པ། རང་མི་རིགས་ཀྱི་ཕ་སྐད་དེ་མི་རབས་ནས་མི་རབས་བར་གྱི་འབྲེལ་བ་དེ་ཡང་མེད་པ་ཆགས་པ་མ་ཟད། བོད་མི་རིགས་རྩ་མེད་དུ་འགྲོ་ཡི་ཡོད་པ་ཏན་ཏན་རེད། དེ་འདྲ་སོང་ཙང་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གནང་རྒྱུ་ཧ་ཅང་གལ་ཆེན་པོ་ཡིན། གསུམ་པ། བོད་མི་རིགས་དེ་ཉུང་དུ་འགྲོ་བཞིན་པའི་དུས་སུ། རང་མི་རིགས་དེ་ཕྱི་རྒྱལ་ཁབ་ཁག་དང་གཞན་ཡང་ལུང་པ་རྒྱ་མིན་མང་པོ་ཞིག་ལ་གཞིས་ཆགས་ནས་གནས་ཡོད་དུས་བོད་རིགས་རྒན་གཞོན་བར་གསུམ་གྱིས་ཉིན་རེའི་འཚོ་བ་ཁྲོད་དུས་བོད་ཕ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གང་མང་གནང་དགོས། བྱིས་པ་རང་གི་སྟོད་གོས་ཙམ་མིན་པར། བོད་ཀྱི་སྐད་ཡིག་སྦྱོང་བརྩོན་དང་ཕན་ཚུན་བར་ལ་བཀའ་མོལ་གནང་དུས་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གཏོང་དགོས། ལྔ་པ། བོད་པ་ཚོ་རང་གི་སྐད་གཙང་མ་མ་བཤད་བཞིན་དུ་གཞན་གྱི་སྐད་ཡིག་ལ་དང་དོད་བྱེད་པ། རང་གི་སྐད་ཡིག་དེ་ལ་གྲངས་འཛིན་མ་བྱས་པར་རང་རེའི་སྐད་ཡིག་ལ་ཉམས་ཆག་བཟོ་རྒྱུ་བཞིན་པའི་དུས་འདི་ཕྱི་གཉིས་ཀ་རྫ་ཕྲག་གི་དུས་ལ་བབ་ཡོད། དྲུག་པ། བོད་པ་ཚོ་རང་གི་སྐད་ཡིག་བརྗེད་ན་ངོ་ཚ་ཡིན་དེ་འདྲ་སོང་ཙང་བོད་རིགས་སྤུན་ཟླ་ཡོངས་ཀྱི་ཕན་ཚུལ་མཐུན་སྒྲིལ་ངག་ནས་བོད་རིགས་ནང་ཁུལ་བོད་སྐད་གང་མང་བེད་སྤྱོད་གནང་རོགས།